བཟོད་པའི་དག་སྡིག་མང་དུ་བྱང་ཟེར་ཏེ་ད་ནི་འདི་ཁ་ཐུག་འགྲོ་རེད་རོ། ད་ནི་བདག་གིས་ཁ་ཐུག་ད་ག་རང་འདོགས། བཟོད་པ་འདོན་པ་ལ་བརྟེན་ནས་བདག་གིས་སྡིག་པ་མང་དུ་བྱང། ད་ནི་དབུ་མ་བྱུང་བ་རྣམས་ལས་དེའི་ཡོང་གི་ཡོད་རེད། འཕགས་དང་ལུགས་དང་ལུགས་མིན་ཤེས་པ་ལ་མཁས་པར་འགྱུར་ཞིང་དེའི་འོག་ཏུ་ནི་ལྷ་མིའི་སྐྱེ་དང་སྡིག་པ་ཟད་པར་འགྱུར་ཟེར་བ་དེ་རེད། འདི་བྱས་ཡོང་དུས་ཙཱ་ནས། ག་རེ་བྱས་པ་རེད་ཟེར་ན། ད་ནི་ཕ་ཇོ་འདི་གིས་སོ་སོ་ལ་ཚིག་རྩུབ་པོ་ལབ་པ་ཡིན་ནའི་དྲག། ཉི་ཟླ་དྭངས་པ་ཡིན་ན་འདྲ་དཔལ་འབྱོར་ལ་གྱོང་གུན་བཏང་པ་ཡིན་ན་འདྲ་གནོད་སྐྱེལ་འོང་དུས་རྩ་ནས། དཔེར་ན། ཁུལ་གྱིས་རྒྱག་པ་འདྲ་ཅིག་ཞུས་པ་ཡིན་ན། སྡིག་གིས་གནོད་སྐྱེལ་འདི་ལ་བརྟེན་ནས་སོ་སོ་ལ་རྨ་ཆགས་པ་རེད། རྨ་ཆགས་ནས་ད་བདུན་ཕྲག་གཅིག་ཟླ་བ་གཅིག་ན་ཚ་བཏང་སྲིད་པ་རེད། ད་ཁོས་གནོད་སྐྱེལ་དེ་དེ་ཙམ་རེད། ད་འདི་ལ་བཟོད་པ་སྒོམ་པ་ཡིན་ན། ལོ། འབུམ་ཕྲག་མང་པོ་དམྱལ་བའི་སྡུག་བསྔལ་མྱོང་དགོས། ཡི་དྭགས་ཀྱི་སྡུག་བསྔལ་མྱོང་དགོས་སྡིག་པ་ཟད་འགྲུབ་བ། འདི་ན་ཤིང་གཅིག་གིས་མི་ལ་སྐྱེས་པ་ཡིན་ནས་ཡང་ནས་ཡང་དུ་དེ་འདྲིས་ཀྱི་རྨ། བརྒྱ་ཕྲག་སྟོང་ཕྲག་འཆག་དགོས་ཡས་ཀྱི་སྡིག་པ་འདི་འདི་ལ་བརྟེན་ནས་ཟད་འགྲུབ་བ། འདི་འདྲི་བྱེད་པ་ཡིན་ན། ཨ་ནི། གནོད་པ། དཀའ་ངལ་ཆུང་ཆུང་གཅིག་སྤྲད་པ་རེད་དེ་འདི་སྙམ་དུ་དཀའ་ངལ་ཆེན་པོ་བཞི་པོ་ཞིག་སེལ་འགྲོ་དགོས་པ་འདི་ལ་བརྟེན་ནས། འདི་བྱེད་དུས་རྩ་ནས། ཨ་ནི་ཨམ་གཅིག་གིས་ཁབ་རྒྱག་པ་དང། ཨ་པ་རི་ཤན་བཏང་པ་དང་ཆགས་སྤྱོད་བྱེད་པ་དང་གཅིག་པ་རེད་ཆགས་སྤྱོད་བྱེད་དུས་གཏུག་པ་དང།

བདེ་བ་ཐོབ་ཀྱི་རེད། འཁོར་ལོས་སྒྱུར་བའི་རྒྱལ་པོ་གིས་བདེ་སྐྱིད་ཐོབ་ཀྱི་རེད་ཟེར་དུས་འཁོར་ལོས་སྒྱུར་བའི་རྒྱལ་པོ་སྲས་ཨ་ལས་དཔལ་སེང་ཆུང་ཆུང་ཅིག་ལབ་པ་ཡིན་ན་འཇིག་རྟེན་གྱི་དབང་དུ་བྱས་ནས་སྐད་ཆ་རེད་དེ། ཚེ་ལོ། མིའི་ཚེ་ཚད་ལོ་བརྒྱད་ཁྲི་གི་བར་ལ་འཁོར་ལོས་སྒྱུར་བའི་རྒྱལ་པོ་ཡོང་ཡ་ཡོད་མ་རེད། བྱས་ཙང་ལོ་བརྒྱད་ཁྲི་གི་ཡིན་པའི་མ་མཐའ་ལ་ལོ་བརྒྱད་ཁྲི་དེ་དངོས་ཤུགས་དེ་ལས་མང་བ་ཡོང་དགོས་བ་མ་མཐའ་ལ། འཁོར་ལོས་སྒྱུར་བའི་རྒྱལ་པོ་ལས་སྐྱེས་པ་ཡིན་ན་ཚེ་ཚད་ལོ་བརྒྱད་ཁྲི་རེད་མ་མཐའ་དེ། ཨ་ནི་དེའི་སྒང་ལ་ད། འཇིག་རྟེན་འདི་ཡི་དབང་དུ་རེད་ད། འཇིག་རྟེན་འདི་ཡི་དབང་དུ་བྱས་ནས་ད། ས་ཡ་ཐུང་ཡའི་དཔལ་འབྱོར་ལོངས་སྤྱོད་འཛམ་བུ་གླིང་གི་ཡོངས་རྫོགས་ཀྱི་ད་ཚུར་བརྩི་བཀུར་བྱས། དེ་འདྲའི་ལ་སོགས་པའི་ད་དོན། དེ་འདྲའི་བྱས་ནས་དོན་དེ་འདྲའི་ཅིག་ཡི་དཔལ་ལ་ཡང་ལོ་བརྒྱད་ཁྲི་ཐམ་པ་ཨ་ནེ་མ་མཐའ་ལ་བོད་ཆས་བྱས་ཡ་ཡོད་རེད་ད། འདི་ཕ་ཆོས་དེ་གནོད་པ་སྐྱེལ་ནས་འདི་ལ་བཟོད་པ་བསྒོམ་ན་ཁོས་འདི་སྤྲད་པ་དང་གཅིག་པ་རང། ཨ་ནེ། ཕ་གི།

བོད་ཆུ་གཏང་མ་ཤེས་ངེས་ཅིག་ཡིན་ན་ནི། ཨ་ནི་སངས་རྒྱས་དང་ཆོས་དང་དགེ་འདུན་ལ་བརྟེན་ནས་མ་ངེས་གསུང་ལ་གྲོལ། སོ་སོའི་བོད་ཆུ་གཏང་ཤེས་ངེས་ཅིག་ཡིན་ན། ཨ་ནི་སེམས་ཅན་ཚང་མ་ལ། ད་དཀོན་མཆོག་བདག་ཨ་ཅག་ཅག་སེམས་ཅན་ཚང་མ་ལ་སོ་སོ་ལ། སངས་རྒྱས་གོ་འཕང་སྤྲད་ག་ཡོང་ངེས་བདེ་སྐྱིད་སྤྲད་ག་ཡོང་ངེས་ཆགས་ཡོང་དང། དེ་འདྲིའི་གི་བསམ་བློ་ཅིག་འཁོར་བ་ཡིན་ན་དངོས་ཡོད་གནས་ཚུལ་ལས་རེད་བསྡད་ཡོད་རེད། ཨ་ནི་ག་དུས་ཡིན་ནས་སྐྱིད་པོ་ར། ཚང་མ་སོ་སོ་ལ་ཡག་པོ་བྱེད་མཁན་ཤ།